ནང་པ་ཚོ་བཟང་མོ་ལོ་ཀྲ་ཞིག་དེ་ལས། ང་རིན་ཆེན་ཡིན། ཨ་ནི་དེ་རིང་ང་ཚོ་བརྙན་ཐུང་འདི་བརྒྱུད་ཆེད་ཨ་ནི་ད་ལྟ་ང་ཚོ་ཡ་ག་ལ་ད་སྤུ་གུ་ཆེ་འབྲིང་ཆུང་གསུམ་ལ་ཨ་ནི་ཤེས་ཡོན་དང་འབྲེལ་བའི་གི་ལས་གཞི་མང་པོ་ཅིག་སྤེལ་ཡོད་རེད་ཨ་ནི་འདི་སྐོར་ལ་མདོར་བསྡུས་ཅིག་བྱེད་ཨ་ནི་དམིགས་བསལ་གྱིས་དེ་རིང་ཞུ་ཡ་དེ་ཨ་ནི་ང་ཚོ་ཨང་རྩིས་འཛིན་གྲྭ་དང། ཨ་ནི་ད་ལྟ་ཡོང་བཞིན་པའི་ཡང་འཛིན་གྲྭ་གསར་བ་ཚོ་ཡང་ད་ལྟ་འཛུགས་སྐོར་ལ་ནི་རོབ་ཙམ་ཅིག་ཤོད་ཡ་ཡིན། ཨ་ནི་འདས་པའི་ཡི་ད་ཉིས་སྟོང་ཉི་ཤུ་རྩ་བཞི་ཡི་དབྱར་ཀ་ལ། ཨ་ནི་ང་ཚོ་གུང་སེང་གི་གོ་སྐབས་དེ་ཟིན་རྗེས་ད་ད་ད་པུ་ཆུང་བ་ཚོ་ཡིན་ན་ང་ཚོ་ཡར་རྒས་སློབ་གར། Summer Academy། Or Summer Camp། དེ་ཚོ་རེད་དཔེ་ཚགས་ཚུད་པོ་འགྲོ་སོང། སྤོ་སྒུ་ཆེ་དང་ཚོ་ཐ་ན་དམིགས་བསལ་གྱི High School སྤོ་སྒུ་དང་ཚོ་ལ་ཡིན་ན Program གཉིས་སྤྲོད་ཡོད་རེད། དེའི་ནང་ལོ་ནས་གཅིག་དེ་ཐ་ན College Application Process ར་མཐོ་སློབ་གྲ་སྒྲིག་འཛིན་གྲྭ་ནང་ལོ་ལ་གཅིག་མཐོ་སློབ་ལ་གྲ་སྒྲིག་བྱེད་དགོས་ཡག་གི་རྒྱུ་རྐྱེན་མང་པོ་ཅིག་ཆགས་བསྡད་ཡོད་རེད། དེ་དེ་གའི་ཁྱིམ་ལ་ཡི་འཛིན་གྲྭ་ཚོ་རེད། དེ་མིན་པའི་གི་ཡང་ཐ་ན་མཐོ་སློབ་གྲ་སྒྲིག་འཛིན་གྲྭ་ནང་ལོ་ནས་གལ་ཆེ་ཤོས་གཅིག་དེ་ཐ་ན SAT ཨང་རྩིས་འཛིན་གྲྭ་དེ་ཆགས་བསྡད་ཡོད་རེད་ད་གྲ་སྒྲིག་བྱེད་ཡག་ཡིག་རྩིས་ལ་གྲ་སྒྲིག་བྱེད་ཡག་བཅོས་ར་འོང་དེ་དེ་ནི་ད་ལྟ་གི་བཀྲ་ཤིས་ལགས་ཀྱི་འཛིན་གྲྭ་ཚོ་རེད། འདི་མིན་པའི་ནི་ད་ལོ་དམིགས་བསལ་གྱི་ཡང་ང་ཚོ Middle School སྤོ་བོ་དོན་གཙོ་ར་འབྲིང་རིམ་སློབ་གྲྭ་གྱི་སྤོ་བོ་དོན་གཙོ་ལ་ཡང་དམིགས་སུ་བཀར་ནས་ད་ལྟ་ཨང་རྩིས་ཀྱི་རྨང་གཞི་ཡི་འཛིན་གྲྭ་བཅས་ཚོགས་པ་རེད། ཨ་ནི་འདི་ཚོའི་སྐོར་ལ་ནི་ངས་རོབ་ཙམ་ཅིག་ཞུ་ཡ་ཡིན། ཨ་ནི་ནམ་ལངས་རྒྱ་མཚོ་ལ་ཡང་ཕན་ཐོགས་པོ་ཡོང་བའི་རེ་བ་ཡོད།

དཔེ་ཡག་པོ་འགྲོ་སོང། གཉིས་བ་དེ་ད་ལྟ Pre Algebra Class ད་ལྟ Middle School སྤུ་གུ་དོན་གཙོ་ར། འབྲིང་རིམ་སློབ་གྲྭ་གི་སྤུ་གུ་དོན་གཙོ་ལ་ཡང་ད་ལྟ High School སླེབས་དུས་བསམ་པ་ནི་དཀའ་ངལ་མང་པོ་ཅིག་འཁྲིས་འདུག་འོང་དུས་དེ་ནི་ང་ཚོ་སྔ་ས་ནས་ད་ལྟ་ཁོ་རང་ཚོ་ལ་རྨང་གཞི་ཡག་པོ་བྱས་ལ་ཨ་ནི་ད་ལོ་ད Pre Algebra གི་འཛིན་གྲྭ་གཅིག་དམིགས་སུ་ཁ་ནི་ཁོ་རང་ཚོ་ལ་གྲ་སྒྲིག་ཞུས་ཡོད་རེད། ཨ་ནི་འཛིན་གྲྭ་གཉིས་ཀ་དཔེ་དགེ་དགེ་ངང་ནས་འགྲུབ་སོང། ཨ་ནི་ད་ང་ཚོ་དཔེ་མཚོན་ཁ་ཤས་ཅིག་ནང་ལོ་ལ་ཞུ་བ་ཡིན་ན། ཐ་ན་ད་ཧའི་སི་ཁོ་པུའུ་དོན་གཙོ ACT འཛིན་གྲྭ་རོགས་བྱེད་ལ་ཆ་བཞག་བ་ཡིན་ན། ཁོ་ཚོ་གིས་དབྱར་ཁའི་རིང་ལ་ཡིག་རྩལ་ཐེངས་མ་དྲུག་བཏང་བ་རེད། ཡིག་རྩལ་བཏང་སྟངས་འདི་ཨེ་ནི་ནམ་རྒྱུན College Board གི་ཡིག་རྩལ་ཁོ་རང་ཚོའི ACT དངོས་གཞི་འདི་ག་འདྲས་བཏང་གི་ཡོད་ནི་གཅིག་པ་གཅིག་རྐྱང་བཏང་བ་རེད། ད་ད་ལོ་རོགས་བྱེད་ལ་ཆ་བཞག་བ་ཡིན་ན་ང་ཚོ་གི ACT གི་འཛིན་གྲྭ་ནང་ལོ་ལ་མ་འདྲ་བ་གཅིག་འདི་ག་རེད་ལ་ན་དབྱིན་ཇིས་གི་འཛིན་གྲྭ་ཡའི་མཉམ་དུ་ཨང་རྩིས་འཛིན་གྲྭ་མཉམ་དུ། ཚོར་ད་སྙམ་མ་འགྲོ་བ་ཆགས་བཤད་ན་ཨ་མི་མང་པོ་ཅིག་གིས་ཨོ། ཨང་རྩིས་ལ་དཀའ་ངལ་མང་པོ་འཕྲད་ཀྱི་འདུག་ཟེར་ནི་ཨིན་ཇི་འཛིན་ར་གོ་བ་མི་འདུག་གི་ད་རྣམ་འགྱུར་རོ་ཅིག་ང་ཚོ་མཐོང་ཆེ་ཨ་ནི་མང་ཆེ་ཨང་རྩིས་སྒང་ལ་ཤུགས་རྒྱག་བ་རེད་ཡིན་ནའི་ཡང། ང་རང་ཚོ་གི་དངོས་ཡོད་ཀྱི་ཉམས་མྱོང་ཐོག་ནས་ཨ་ནི་ཨིན་ཇི་དེ་ཨ་ནི་དཔེ་གལ་ཆེན་པོ་ཡིན་པ་དང་ཨ་ནི་སྤུ་བོ་མང་པོ་ཅིག་ལ་དཀའ་ངལ་འཕྲད་ཀྱི་ཡོད་གི་དེ་དེ་ང་རང་ཚོ་གི་དངོས་མཐོང་ལག་ཟིན་གྱི་མཐོང་སོང་ཆེ་ཙང། ད་ལོ་འགྲོ་བ་ཅིག་ན་ང་ཚོའི་དམིགས་སུ་བཀར་ནས་དབྱིན་ཇི་དང་ཨང་རྩིས་གཉིས་ཀ་མཉམ་དུ་བྱས་ནས་ད་ནམ་རྒྱུན་ཨེ་སི་ཏི་འཛིན་གྲྭ་ག་འདྲའི་ཅིག་གྲུབ་ཡོད་ན་དེ་དེ་ད་ག་གཞི་བཟུང་གི་འགྲོ་བ་རེད། དེ་ཡིན་དུ་བརྩམས་པ། ཨ་ནི་འཛིན་གྲྭ་ནང་ལོགས་ལ་ཨ་ནི་ད་ད་ལོ་འགྲོ་བ་ཅིག་ན་ནི་ང་ཚོ་དགའ་དགོས་འོས་ཀྱི་གནས་ཚུལ་འགྲོ་བ་ཅིག་དེ་ཨ་ནི་སྤུ་གུ་ཁ་ཤས་བརྒྱ་ཆ་བརྒྱ་ནས་བརྒྱ་དེ་གཉིས་ད་ཡར་རྒྱས། རིམ་པ་ཕྱེ་ནས་ཡིག་རྩིས་རེ་རེ་བཏང་དུས་བསམ་པ་ཡར་རྒྱས་འགྲོ་ཨ་ནི་སྤུ་གུ་ཚང་མ་ཡར་རྒྱས་འགྲོ་གི་འདུག་ཡིན་པ་ཡིན་ནས་ད་འདི་སྤུ་གུ་གི་སེམས་ཤུགས་རེད་ཕ་མ་གི་དཀའ་ལས་རྒྱག་སྟངས་རེད་ལ་ཨ་ནི་དགེ་རྒན་དང་ཚང་མ་གི་མཉམ་རུབ་བྱས་རྗེས་སྤུ་གུ་ཁ་ཤས་དངོས་གནས་ཀྱི་ཧུར་བརྩོན་བྱས་རྗེས་ཨ་ནི་ད་ལྟ ACT འདི་སྤྱི་བཏང་ནས་གཅིག་སྟོང་དྲུག་བརྒྱ་ནས་རེད་ཨ་ནི་ང་ཚོའི་འཛིན་གྲྭ་སྤུ་གུ་ད་དཔེ་ཆ་བྱས་ན་བསྟན་འཛིན་འདྲ་བོ་ཆགས་བྱས་ན། བསྟན་འཛིན་བུ་མོ་ར་ད་མིང་བོད་མགོ་བ་བྱས་ནས་ཨ་ནེ་མོ་རང་གི་ཡིག་རྩེ་རིན་པ་བྱས་ནས་ད་འདི་ནང་ལ་བལྟ་བ་ཡིན་ན་མཐོང་གི་འདུག་ཡིག་རྩེ་དང་པོ་འདི་ཨ་ནེ་གཅིག་སྟོང་ལྔ་བརྒྱ་སུམ་ཅུ་ནས་གཅིག་སྟོང་ལྔ་བརྒྱ་བདུན་ཅུ་བར་ད་འདི་འདི་མོ་རང་གི་ག་རེ་ལ་ན་ཡིག་རྩེ་དང་པོ་འདི་གི་གྲུབ་འབྲི་ཨ་ནེ College Board གིས་ཨ་ནེ་ཁོ་རང་ཚོ་གི་རྩིས་རྒྱ་ཆེ་ཨོ་མོ་དངོས་གནས་ཀྱི་ཡིག་རྩིས་བཏང་བ་ཡིན་ན་ད་ལྟ་ཡི་ཡིག་རྩིས་བཏང་རྒྱུ་དེ་ལ་གཞི་བཞག་བས་ན་མོ་ལ་དངོས་ཡོད་ཀྱི་ཡིག་རྩིས་སྐབས་སུ་དེ་འདྲའི་ཅིག་རག་ས་རེད་ཕྱིས་ནས་ཁོ་ཚོ predict བྱེད་ཀྱི་ཡོད་རྟ། རྗེས་ནས་ཡིག་རྩིས་དངོས་གནས་བཏང་དུས་བསམ་པ་ནི་དེ་འདྲའི་རོ་ཅིག་རག་ས་རེད། ད་ད་ལྟ་མོ་རང་གི་ཡིག་རྩིས་དྲུག་པ་དེ་ལ་བལྟ་བ་ཡིན་ན། གཅིག་སྟོང་ལྔ་བརྒྱ་བརྒྱད་ཅུ་ནས་གཅིག་སྟོང་དྲུག་བརྒྱ་བར་དུ་ལ་དུས་བསམ་པ། ཨིན་ཇི་ཡིན་ན་མོ་རང། བརྒྱ་ནས་བརྒྱ་རེད་དོ། ཨང་རྩིས་ཡིན་པ་ཡིན་ནས་བརྒྱ་ནས་བརྒྱ་ནང་བཞིན་རེད་དཱ་གཅིག་སྟོང་དྲུག་བརྒྱ་ལ་དུས་བསམ་པ་བརྒྱ་ནས་བརྒྱ། ཨོ་དེ་འདྲས་ཡིན་དུས་བསམ་པ་ད་ང་ཚོ། སེམས་པ་ནང་ལོག་ལ་འཚོ་བ་འདི། བོད་པ་པོ་དབུ་ལ་ཆུ་འཇུག་སྐབས་སུ་ནི་གོ་སྐབས་སྤྲད་དོ་སྣང་སྤྲད། ཁོ་རང་ཚོ་ལ་རྨང་གཞི་ཡག་པོ་ཅིག་དང་སེམས་ཤུགས་སྤར་བྱེད་ཁྱོད་རང་བྱེད་ཐུབ་ཀི་རེད་ད་ལ་ཡ་གི་སེམས་ཤུགས་ཅིག་སླེ་བ་ཡིན་ན་ང་ཚོ་བྱེད་མ་ཐུབ་བ་རྩ་བ་ཉིད་ནས་མི་འདུག་བྱས་ཙང་ད་ང་ཚོ་ཡིན་ད་སློབ་སྦྱོང་སྤྲད་ཉེས་ཀྱི་ངོས་ནས་ཡིན་པ་ཡིན་ན་ཡང་ཨ་ནི་དེ་འདྲའི་དུང་དུ་བཟང་པ་དངོས་གནས་ཀྱི་སེམས་ཤུགས་སྐྱེ་ཡ་དང་ཨ་ནི་བོད་པ་པོ་དབུ་ཚོ་བྱེད་ཐུབ་ཀི་འདུག་བསམ་ཡས་ཀྱི་བསམ་བློ་དེ་ཤུགས་ཆེན་པོ་སླེ་སོང། ཨ་ནི་འདི་མེད་འབི་གིས་ད་ལྟ་སྤོ་བོ་གཞན་དག་དང་འཛུལ་ཡིན་ནས་ཡང Karma ལ་འོ་ར་ད Marks Points ཉིས་བརྒྱ་སུམ་བརྒྱ་བརྒྱ་ད་ལྟ་ཉུང་མཐའ་ལ་ཡར་རྒྱས་འགྲོ་གི་འདུག་བྱས་ཙང་ཨ་ནི་ང་ཚོ་ཤུགས་གཅིག་རྒྱག་བ་ཡིན་ན་རྒྱག་ཡ་འདུག་བྱས་ནས་ཨ་ནི་གཞོན་ནུའི་གྲོགས་སོང། ཨ་ནི་ད་ང་ཚོ་ལ་ཡང་སེ་ཡང་སེ་དྲི་བ་གླེ་བསྡད་དེ་གཅིག་འདི་ད་ད་ལྟ

ཨ་ནི་ཡིག་རྩལ་བཏང་སྟངས་འདིའི་སྒང་ལ་འགྱུར་བ་ཤུགས་ཆེན་པོ་ཕྱིན་རེད་ཉི་མ་ད་ང་ཚོ་ཡིག་རྩལ་བཏང་དུས་རྩམ་པ་ནི་མང་ཆེ་ག་རེ་ལ་ན་ཤུ་གུ་སྒང་ལ་ད་ང་རེ་ཟེ་བྲིས་འདི་ད་ད་ནམ་རྒྱུན་ཅིག་སན་ཏར་ཅིག་ལ་ཕྱིན་ཆེ་ཨ་ནི་ཤུ་གུ་ཅིག་བྲིས་རེད་འདི་སྒང་ལ་ཡིག་རྩལ་ད་ང་རེ་ད་ད་ད་འགྲོ་བས་ན་ཚང་མ Computerized ཨང་ཚང་མ་གློག་ཀླད་སྒང་ལས་ད་ང་ཆགས་ཡོད་རེད། དེས་མ་ཟད་དཔལ་གྱི་ཨ་ནི་དང་ད་ལྟ་དུས་ཚོད་དང་ཨ་ནི་དྲི་བ་གང་ལ་འགྱུར་བ་ཤུགས་ཆེན་པོ་ཅིག་ཕྱིན་ཤག་ཨ་ཉི་མ་ཡིན་ན་ད Reading དང Writing ཀློག་རྩེ་དང་བྲི་རྩེ་ལ་ཨ་ནི་དྲི་བ་བརྒྱ་སོ་དྲུག་བྱས་ཨ་ནི་དུས་ཚོད་ཡིན་ནའི་སྐར་མ་བརྒྱ་སོ་བཞི་བདུན་ཙམ་པ་ད་དྲི་བ་རེ་རེ་ལ་སྐར་མ་གཅིག་གཅིག་སོ་དྲུག་རེད་ད་ཆ་སྙོམས་ཀྱི་ཆ་ནས་ད་ད་ལྟ་འགྲོ་བ་ཆགས་ཤག་བ་ཡིན་ན་ཨ་ནི་ཀློག་རྩེ་དང་བྲི་རྩེ་གཉིས་ཀ་ལ་ཨ་ནི་དྲི་བ། ལྔ་བཅུ་ང་བཞི་མ་བཞི་ཡོད་མ་རེད། ཨཱ་ནི། དེ་ལ་དཔའ་བོ་ཡི། དུས་ཚོད་ཡིན་ཉུལ་ཉུལ་རོ་ཆགས་བསྡད་དོ། ཨཱ་ནི། ཨང་རྩིས་ཡིན་ན་དྲི་བ་བཞི་བཅུ་ཞེ་བཞི་ཆགས་རེད། ད་འདི་ནང་ལོ་ནི་གཙོ་བོ་གཅིག་ལ་དེ་ཨཱ་ནི་འགྱུར་བ་ཆེ་ཤོས་གཅིག་དེ་ག་རེ་ཕྱིན་པ་རེད་ཞེས་ནས་ཞུས་ན། Reading དང Writing གཅིག་དང་ད་ལྟ་ཀློག་རྩལ་དང་བྲིས་རྩལ་གྱི། འཆར་གཞི་དེ་ནང་ལོ་ལ་ཨཱ་ནི་ཁོང་ཚོ་གི་བགོ་བཤའ་གཉིས་ལ་རྒྱག་བྱ། Two Modules། ད་འདི་ནང་ལོ་ནས་ཨཱ་ནི་དེང་སང་ད Computerized ཆགས་འདུག་བསམ་པ། གློག་ཀླད་ནང་ལ་ཡིག་རྩལ་བཏང་རྒྱུ་ཙམ་པ་ནི་ཁོང་ཚོ་གི Module དང་པོ་དེ། འཆར་གཞི་དང་པོ་དེ་ཨན་པུའུ་དེ་གི་ཡིག་རྩལ་ག་འདྲས་བཏང་ཞེས་ར་ཨ་ནི་དྲི་བ་མང་ཆེ་བསྒྲིགས་ཡོད་ན་འཆར་གཞི་གཉིས་བ་དེ་ལ་ཨ་ནི་ཁོང་ཚོ་གི་ཡིག་རྩལ་གི་ད་དྲི་བ་དོན་ཚོ་དེ་ཁག་རུ་བཏང་གི་ཡོད་རེད་དྲི་བ་ཁག་རུ་བཏང་བ་ཡིན་ན་ཨ་ནི་པུའུ་དེ་གི་དྲི་བ་ཁག་པོ་དོན་ཚོ་ལན་རྒྱག་ཐུབ་པོ་ཡོད་ན་ཨ་ནི་དེ་ལ་དཔའ་བའི་བརྒྱ་ཆ་ཡག་རག་ཡོད་རེད་བྱས་ཙང་ཆ་སྙོམས་ཀྱི་ནི། སྤུ་གུ་དེ་ལ་རྗེས་ནི་ནི་བརྒྱ་ཆ་ཡག་ར་གོ། ད་སྤུ་གུ་གཉིས་བ་དེ་གི་མའོ་ཅོག་དང་པོ་དེ་ལ་ནི་ཁོ་ཡག་པོ་ཞིག་ར་བྱུང་མེད་བ་ཡིན་ན། ནི་གློག་ཀླད་ཀྱི་རང་བཞིན་ནི་ལ། གཉིས་བ་དེ་ལ་ཡང་ཡིག། དྲི་བ་དེ་ལས་སླར་རོ་བཏང་སྲིད་བ་རེད་ད་ཁོ་གི level ལ་དཔའ་བའི་ཨོ་ཁོ level དེ་འདྲའི་རོ་ཅིག་འདུག་བསམ་བྱས། དྲི་བ་དེ་འདྲའི་བཏང་བས་ན། སྤུ་གུ་དེ་ཡིས་ཚང་མ་ལན་རྒྱག་ཐུ་བོ་ཡོད་བ་ཡིན་ན་ཡང་ཡང་ཆ་སྙོམས་ཀྱི་ཆ་ནས་གར་རེད་ལ་ན་དྲི་བ་རེ་རེ་ལ་ཡང་རྒྱ་ཆ་རག་ཡ་དེ་ཉུང་བ་རག་ཡ་འཇོག་རོགས་ག་ཅིག་ན་ན་ཁོ་ལ་དྲི་བ་ལས་ལྷག་དེ་རག་ཡོད་རོགས་བྱས་ཙང་ཨ་ནི་ད་དེ་ད་ལྟ་འགྱུར་བ་ཤུགས་ཆེན་པོ་འགྲོ་བསྡད་ཡ་དེ་གཙོ་བོ་དེ་དེ་ཆགས་བསྡད་ཤག་བྱས་ཙང་ཡིག་རྩིས་ཀྱི་གཏང་སྟངས་ཀྱི་ཆ་ནས་རེད་ཨ་ནི་དྲི་བ་གི་ལན་རྒྱག་སྟངས་དང་ཨ་དེ་མེན་པེ་ཀི་ད་ད་ཡང་ད་ད་ཨ་སེ་ཏི་གསར་བ་དེ་ནང་ལོ་ལ་དྲི་བ་སྔོན་མ་དེ་དང་དྲི་བ་རྗེས་མ་བརྗོད་རོགས། ཁོ་རང་ནི་ཡང་འབྲེལ་བ་ཤུགས་ཆེན་པོ་འདུག་བྱས་ཙང་ད་འགྱུར་བ་ཆེན་པོ་ཕྱིན་འདུག་འོང་འདི་དེ་ཡང་ངས་ཡང་བསྐྱར་གོ་ནས་ཅིག་ཞུ་ཉིད་འཕྲོག་སོང་ག་ཅིག་ལ་ན་འདི་དེ་གལ་ཆེན་པོ་རེད་ཤག། ཨ་ནི་ད་ད་ལྟ་ཡི་ཁྱེད་རང་རྣམ་པ་ཚོ་ཡི་གཟིགས་དེ་དེ་ནི་ང་གལ་ཆེན་པོ་ཞུ་ཅིག་མཐོང་སོང་ག་ཅིག་ལ་ན། ང་ཚོ་ཡིན་དང་ཤེས་ཡོན་ལྟེ་གནས་ཁང་གིས་ཨ་ནི་ཤེས་ཡོན་གྱི་ད་ལས་གཞི་ག་འདྲའི་ཐོག་ཅིག་སྤེལ་བ་ཡིན་ན་ཡང། གཙོ་བོ་དེའི་བསམ་བློ་ལྟ་སྔ་དེས་སྤུ་གུ་ཡི་ནད་དེ་མི་རྒན་པ་ཡིན་ནས་སུ་ཡིན་པ་ཡིན་ན་ཡང་ཨ་ནི་མི་དེ་ཀྱི་ཁྱོན་ཡོངས་ཀྱིས་མི་དེ་ལ་ཡར་རྒྱས་ག་འདྲས་བཟོས་འདུག་ད་ཤེས་ཡོན་གྱི་སྒྲོམ་གཞི་ཡི་ཐོག་ནས Holistic Approach ལས་རོགས་ཁྱོན་ཡོངས་ནས་ཨ་ནི་ག་འདྲས་ང་ཚོ་གི་ཕ་ཚོ་ལ་རོགས་རམ་བྱས་བྱས་ཨ་ཡར་རྒྱས་འགྲོ་ཡ་འདུག་ད་གོ་སྐབས་འདི་ང་ཚོ་ག་དུས་ཡིན་ནས་ཡང་ཟིན་བསྡད་ཡོད་རེད SAT འཛིན་གྲྭ་འགྲོ་འདའ་དམིགས་བསལ་གྱིས་ད་ག་རེད་ལ་ན་གཅིག་ཡིག་རྩེད་སྦྱང་ངག་དང། དམིགས་སུ་བཀར་ནས་ཨང་རྩིས་དང་དབྱིན་ཇི་གི་ཡིག་རྩེད་དང་ངག་ཅིག་ཆགས་འདོད་རེད། ཡིན་པ་ཡིན་ན་ཡང་ང་ཚོ་གི་གོ་སྐབས་འདི་ཟིམ་བྱས་ཨ་ནི་སྤུ་བོ་ཕན་ཚུན་དཔའ་ར་ལ་ཅིག་གྲོགས་པོ་གྲོགས་མོ་ཅིག་ཡང། སོ་སོ་གི་བོད་པ་སྤུ་བོ་དེ་ཚོ་ནང་ལོགས་ལ་ཡང་འབྲེལ་བ་ཆགས་ཡ་དང་ཅིག་བྱས་དེ་མེད་མེད་ཀྱི་ཨ་ནི་སོ་ད་ང་ཚོ་ཚང་མ་བོད་པ་ཡིན་འདུག་ཙམ་པ་འགལ་རྐྱེན་དང་སྤུ་བོ་ཚང་མ་བོད་པ་ཡིན་འདུག་ཡང་ང་ཚོ་བོད་སྐད་གང་ཐུབ་ཐུབ་རྒྱབ་ཐུབ་ཡ་དང། ཡང་བོད་ཀྱི་རིག་གཞུང་སྐོར་ལ་ཡང་མཚམས་མཚམས་ལའང་ཇི་འགྲོ་མི་འགྲོ་སྐད་ཆ་བཤད་ཡ་དང་འདི་འདྲི་གང་ལ་ཡང་གོ་སྐབས་བཙལ་ཡ། ཨ་འདི་མེད་འབད་ཀྱིས་ད་སྤུ་གུ་ཚོ་ཁོ་རང་ཚོ་གི། སྡིངས་ཆ་རོགས་ཅིག་ལའོ་ར་ཨ་ནི Leadership། འགོ་ཁྲིད་ཅིག་ཡིན་ན་བྱེད་པ་ཡིན་ན་ར་ཨ་ནི་དེ་ལ་ཆ་ཤིག་ག་འདྲི་ཚང་དགོས་རེད་ད Public Speaking། ར་ཨ་ནི་འདི་སྙམ་ད་མཉམ་རུབ་ཀྱི་ཐོག་ནས་ཨང་རྩིས་འཛིན་གྲྭ་ནང་ལོ་ལ་ཡིན་པ་ནས་ཕར་ཚུར Discussion བྱས་ཕར་ཚུར་གྲོས་བསྡུར་བྱས་མཉམ་དུ་བྱ་ངན་བརྗོད་རོགས། ད་ལོ་དྲ་བ་གཅིག་ལ་ཆགས་བཞག་བ་ཡིན་ན་ང་ཚོ་གི་ཡིན་ད་ཡིན Math Club ལ་ནི་རོགས། སྤུ་གུ་ཨང་རྩིས་ལ་ཅིག་དོ་སྣང་ཡོད་ངེས་དང། སུ་སུ་དབྱིངས་ཡོད་ངེས་སྤུ་གུ་དང་མཉམ་དུ་འཛོམས་བྱས་ཁོང་ཚོ་ཡང་དུ་འདྲ་དུ་འདྲ་མཉམ་དུ་འཛོམས།

གལ་ཆེ་ཤོས་གཅིག་དེ་ནི་ང་ཚོ་མཉམ་རུབ་ཀྱིས་ད་ང་ཚོས་ལས་ཀ་ག་རེ་བྱེད་པ་ཡིན་ན་ཡང་དགེ་རྒན་གཅིག་པོ་གཅིག་གིས་བསླབས་བསྡད་པ་ན་སྤུ་གུ་ཡར་རྒྱས་གས་འགྲོ་ཡ་ཡོད་མ་རེད། སྤུ་གུ་ཕ་མ་དགེ་རྒན་ང་ཚོ་ཚང་མ་མཉམ་དུ་ནུས་པ་གཅིག་ཏུ་སྤུངས་བྱས་ཨ་ནི་གཙོ་བོ་དེ་སྤུ་གུ་དེ་གི་ཨང་རྩིས་ཡར་རྒྱས་འགྲོ་གི་ཡོད་རོ། འོང་དེ་གི་ཨང་རྩིས་ཡར་རྒྱས་འགྲོ་ཡ་ལ་ཨ་ནི་སྤུ་གུ་དེ་གི learning mindset ཨ་ནི་སྦྱང་དུ་བསམ་པ་ག་འདྲས་སྦྱང་གི་ཡིན་པའི་ལ་ཅོ། ཝང་དེ་དེན་གལ་ཆེན་པོ་ཞུ་ཆགས་དེ་ཤ་ཏ། ཨང་ཅིག་འཛིན་གྲྭ་རོ་ཆགས་ཤ་བས་ན་པོ་གོ་དོན་ཚོ་ལ་དངོས་ནས་དྲི་བ་དོན་ཚོ་ད་ད་རྗེས་མ་དུ་འདྲ་ལ་ག་རེ་སྦྱང་རྒྱུ་ཡོད་ན་ཁོ་རང་ཚོ་ལ་དངོས་ནས་མ་བསྐུལ་ཨ་ནི་འདི་འདི་ཡང་དངོས་ནས་སོ་སོ་གིས་ཀློག་བྱས། སྦྱང་ཡ་ད་ཅིག་བྱས་ཨ་གཉིས་བ་དེ་འཛིན་གྲྭ་ནང་ལོ་ལ་རྒས་ཡིན་ད་མཉམ་དུ་ཨ་ནི་སློབ་ཕྲུག་གཞན་པ་དོན་ཚོ་རེ་མཉམ་དུ་གྲོས་བསྡུར་བྱས་སྦྱང་ཨ་ནི་ཐ་མ་དེ་ལ་བསྐྱར་སྦྱོང་བྱས་སྦྱོར་བ་ཨོ། སྦྱང་ཚར་རྒྱུ་དེ་ཡང་བརྒྱ་སྒོ་ནས་ཕྱིན་ཞེས་ནི་བྱ། འཛིན་གྲྭ་ནང་ལ་ཕྱག་བཞག་བ་ཡིན་ན་སྐར་མ་སུམ་ཅུ་ནས་དྲུག་ཅུ་བར་ལ་ཨ་ནི་སྦྱོང་བརྡར་རང་བྱེད་བྱེད་ཕ་ཚུ་ལ་དྲི་བ་དྲིས་ཨ་ཡི་ནས་རེ་ཨ་ནི་པུའུ་ཁོ་རང་ཚོ་ལ་ཡང་མཚམས་མཚམས་ལ་དེ་འདྲའི་དྲི་བ་བཏང་བྱས་ཨ་ནི་ཁོ་རང་ཚོ་གིས practice སྦྱོང་བརྡར་བྱས་ད་ཅིག་ཨ་ནི་གཉིས་བ་དེ་ག་རེ་ལ་ན། གལ་ཆེ་ཤོས་གཅིག་འདི་སུ་སུ་གི་ཤེས་འགྱོ་འདི་མི་གཞན་དག་ལ་ལབ་ཡ་སྦྱོར་བ་ཨ་ནི་ཁྱོད་རང་གི་དྲི་བ་གཅིག་ཨང་རྩིས་རོགས་གཅིག་ཆགས་ཤ་ན་དང step by step ར་གོ་རིམ་ཡོད་དུ་ཙམ་པ་དེ་དེ་ག་འདྲས་སླེ་སོང་ཨ་ནི་འཛིན་གྲ་ནང་ལོ་ལ་གཅིག་འགྲེལ་བཤད་རྒྱག་ཐུབ་ཡ་དེ་ལ་ཡང་སྤུ་གུ་དེ་གི་གཅིག་གདེང་ཚོད་རེ་སྐད་ཆ་བཤད་ཡ་དང་དོན་ཚུལ་གང་ལ་ཨ་ནི་ཡར་རྒྱས་ཤུགས་ཆེན་པོ་ཞུ་ཞུ་འགྲོ་འདུག་འོང་དེ་དེ་ཨ་ནི་དོན་ཚུལ་ད་ག་ལ་ན་ཡིན་ད་ཡིན་ཤེས་ཡོན་ལྟེ་གནས་ཁང་གི་ད་ཨང་རྩིས་གི་འཛིན་གྲ་ནང་ལོ་ལ་ཆགས་ཤ་ན་དང་ང་ཚོ་གི་རྒྱུད་རིམ། ལབ་སྟངས་ཀྱི་ཆ་ནས་སྦྱང་ཡ་དང་འདོན་ཚུལ་གང་ནི་ཨ་ནི་གལ་ཆེན་པོ་ཞུ་ཤག་ཡི་འདུག་ཨ་ནི་པུའུ་ཁོ་རང་ཚོ་ལ་འགན་དྲི་ཡ་ཆོག་ར་སོ་སོ་གི་སློབ་སྦྱོང་དེ་སོ་སོ་གི་སོ་སོ་གི་ཆེད་དུ་ཡིན་པ་ཧ་གོ་ཡ་དེ་གལ་ཆེན་པོ་ཞིག་མཐོང་སོང། ད་ད་ལྟ་གི་དེ་གོང་ལ་ཞུ་ཡ་དེ་ཨ་ནི་ངས་མང་ཆེ་བ་དེ་གར་ཞུ་ཡིན་ལ་ན་ང་ཚོས་ད་ལྟ་འདས་པའི་གི་ཉིས་སྟོང་ཉི་ཤུ་རྩ་བཞི་གི་དབྱར་ཁར་གི་ཨང་རྩིས་འཛིན་གྲྭ་སྐོར་ལ་ཞུ་བ་ཡིན། ད་ཐང་བདག་གིས་ཁྱེད་རང་ཚོ་གི་གཟིགས་བདེ་བ་དེ་ཨ་ནེ་ང་ཚོ་ཉིས་སྟོང་ཉི་ཤུ་རྩ་བཞི་ནས་ཉིས་སྟོང་ཉི་ཤུ་རྩེ་ལྔ་ཐང་བདག་ད་སྤྱི་ཟླ་བཅུ་བ་ནས་འགོ་འཛུགས་བྱས་ནས་ང་ཚོ་ཡང་ཨང་གཅིག་གིས་འཛིན་བདག་ཁ་ཤས་ཅིག་ཚུགས་ཡོད་རེད་ད་ཐང་པོ་དེ་ལ་ཨ་ནེ་ཉི་ཤུ་བ་ཡིན་ན High School སྤུ་གུ་དོན་འཛུགས་ལ་ཡིན་པ་ཡིན་ན་ར་ཐང་བདག་མཐོ་འབྲིང་མཐོ་རིམ་སློབ་མཐོ་འབྲིང་སློབ་གྲྭ་ལ་ཡོད་པའི་སྤུ་གུ་དོན་འཛུགས་ཡིན་པ་ཡིན་ན་ང་ཚོ་འཛིན་གྲྭ་མ་འདྲ་བ་གཉིས་ཚུགས་ཡོད་རེད་གཉིས་དེ་ག་རེ་ཡིན་ཞེས་ན་ད

བྲིས་འདུག་འདི་ཡིན་དུས་ཚང་པ་ནི་ད་ལྟ་འཛིན་བདག་གི A དང B ལ་ནི་ད་ལྟ་གཉིས་ཤིག་འདུག་འོན་ཏེ་ནང་ལོགས་ལ་ནི་ཁོ་རང་ཚོ་གི་ནམ་རྒྱུན་གྱི་དྲི་བ་དཀའ་ལས་ཁག་ཁག་དང་འཛུགས་ཁང་ལ་ནི་གཅིག་ཡང་འབྲེལ་བཤད་རྒྱ་དང Foundation དང་རྨང་གཞི་ཡག་པོ་ཆགས་ཡ་གི་འཛིན་གྲྭ་གཅིག་ཆགས་ཏེ་བྱ་བྱས་ཙང་ད་འདི་གི་འཛིན་གྲྭ་གཉིས་འདི་ནང་ལོགས་ལ་ནི་ཁོ་རང་ཚོ་ཡག་པོ་ཆགས་བས་ན་ནི་ང་ཚོ་ཨང་རྩིས་དབྱར་ཁར་གྱི Intensive ACT འཛིན་གྲྭ་ནང་ལོ་ལ་ནི་རྫུ་ཤུ་བྱེད་དུས་བརྩམས་པ་གང་གི་འགྲིག་གི་མི་འདུག་ཟེར་ནས་ནི་བྱས་ཙང་ད་ད་ལྟར་གྱི་དམིགས་བསལ་གྱི་འཛིན་གྲྭ A དང B དེ་ཟུག་བའི་རྒྱུ་མཚན་དེ་འདྲའི་འགྲོ་ཅི་རེད། ཨང་རྩིས་འཛིན་གྲྭ་ནང་ལོ་ནི་ནི་ད་གཉིས་བ་དེ་ག་རེད་ཟེར་ན Middle School འབྲིང་རིམ་སློབ་གྲྭ་གྱི་སྤུ་གུ་དོན་གཙོ་ད་འཛིན་གྲྭ་དྲུག་པ་དང་བདུན་པ་གྱི་སྤུ་གུ་དོན་གཙོ་ཡིན་པ་ཡིན་ན་ང་ད་ལྟ་ཡང་འདི་རྗེས་ལ་ནི་མགྱོགས་པོ་མགྱོགས་པོ high school ཆགས་ཀྱི་འདུག་ད་ང་ཚོའི་ཉམས་མྱོང་ནང་ལོ་ནི high school ལས་རེད་ཨ་ནི་ད college ལ apply བྱས་དུས་ཚོད་སླེབས་དུས་བསམ་པ་མང་བྱས་རྗེས་གཉིད་སད་ཀྱི་འདུག་ཨོ་ད་ང་ཅིག་བྱེད་ཨོ་དུ་བསམ་དུས་མཚམས་མཚམས་ལ་ཡང་ང་ཚོ་ལ། འཚོ་བ་འདི་ག་འདྲས་ལས་སླ་ན་སྤུ་གུ་དེ་ཚོ་ཕྱི་འཇུག་སྐབས་སུ་ནི་ཨང་རྩིས་རྨང་གཞི་ཡག་པོ་མེད་བྱས་ཨ་ཡག་སླེབས་དུས་བསམ་པ་ཨ་ནི་ཅིག་བྱེད་ཨོ་བསམ་ནས་དུས་ཚོད་ཀྱི་རྐྱེན་པས་རེད་ཨ་ནི་ཡང་གཞན་པ་འཇིགས་པ་མང་པོ་ཡོད་ར་སློབ་ཚན་མང་པོ་ཡོད་རེད་དེ་འདྲའི་ཡིག་ཆ་ནི་སྤུ་གུ་ཁ་ཤས་ལ་ནུས་པ་ཡོད་པ་ཡིན་ནས་ཡང་ཨ་ནི་ཆུ་མཇུག་སྐབས་སུ་ཡང་ཁོ་རང་ཚོ་ལ་ཅིག་ལམ་སྟོན་འདོན་ཉིན་མ་རག་བ་ཡིན་ནི་རེད་ཅིག་སློབ་སྦྱོང་ལ་དབྱིངས་སྤྲོད་ནི་མ་རག་བ་ཡིན་ནི་རེད་ཁོར་ཡུག་མ་རག་བ་ཡིན་ནི་ག་རེ་ཡིན་ནི་རྒྱུ་རྐྱེན་མང་པོ་ཅིག་གི་ཆ་ནས་ཡང་སྤུ་བོ་མང་པོ་ཅིག་ལ་གྱོང་རག་ཡ་གི་གནས་སྟངས་དེ་ནི་ཆ་དེ་བཞག་བྱས་ཙང་ད་ང་ཚོ་ཡིན་ད་ཡིན་གི། ད་ལྟ Middle School ཨང་རྩིས་འདྲ་བོ་ཅིག་ཆགས་པ་ཡིན་ན་ད་ད་ལྟ Building Block དུ་རེད་ད་ང་ཚོ་ཁང་པ་ཅིག་མ་ཟིན་ནི་ཅིག་བརྩིགས་པ་ཡིན་ན་རྡོ་བརྩིག་འོ་ར་རེ་ཕྱིན་ནི་རེ། རེ་ཕྱིན་ནི་ཚིག་བདུན་ཚང་པ་དང་རྨང་གཞི་དེ་ཟེར་འདྲ་དྲུག་པ་བདུན་པ། གི་ཨང་རྩིས་ཆགས་བསྡད་ཡོད་རེད་ཨ་ནི། དེ་ལ་ནི་དམིགས་སུ་བཀར་ནས་ད་ལྟ་ཁོ་རང་ཚོ་འཛིན་གྲྭ་ཚུགས་ཀྱི་ཡོད་རེད། དེ། དམིགས་བསལ་གྱི་འཛིན་གྲྭ་དེའི་ནང་ལོགས་ལ་ད། སྤོ་བ་བྱས་ནས་ལབ་དགོས་ཡ་ཅིག་དེ་ག་རེ་ཡིན་ལ་ན། ང་རང་ཚོས་ཡིན་དང་ཡིན་ཤེས་ཡོན་ལྟེ་གནས་ཁང་ནས་ཐོན་ཚར་བའི་གི་ཨ་ནི་ཨང་རྩིས་ཡག་པོ་ཡོད་བའི་གི་ད་ན་གཞོན་གི་ཨ་ནི་ད་ལྟ་ད་འགན་ལེན་བྱས། ང་ཚོ་དགེ་རྒན་མཉམ་དུ་ཡོད་པར་ཡིན་ན་ཡང། ཁོ་རང་ཚོ་གི་འཛིན་གྲྭ་ནང་ལོགས་ལ་ཡང་བུ་གུ་ལ་རོགས་པ་བྱས་དང་ཨ་ནི་བསླབ་གཡའ་དང་སྡིགས་མཛུ་གང་ལ་འགན་ཁྱེད་ཡོད་རེད་འོང་འདི་བྱེད་དུ་ཚང་པ་ཨ་ནི་ད་ལྟ་འཛིན་གྲྭ་དྲུག་པ་བདུན་པ་གི་བུ་གུ་ཚོ་ལ་ཡིན་པ་ཡིན་ན་ཡང་བུ་གུ་རྒན་པ་ཡི་བབས་ཡང་ཁོ་རང་ཚོ་ཆུང་བ་ལ་ཅིག་ལམ་སྟོན་བྱས་དང་ཨ་ནི། ཅོ་ཅོ་དང་ཨ་ཅག་གི་ཚུལ་གྱིས་ཡང་ཅིག་འདི་ནང་ལོགས་ལ། ཨང་རྩིས་ཀྱི་ཐོག་ནས་ཁོ་རང་ཚོ་སེམས་ཤུགས་སྤར་ཡས་ནས་རེད་འདི་འདྲའི་སྒང་ལ་ཨ་ནི་ང་ཚོ་ད་ལོགས་གསར་བ་ཅིག་ད་ད་ལྟ་གི Middle School།

རྩོམ་རིག་དྲི་ཡ་དང་དོན་ཚུལ་གང་ལ་ཡང་དེ་གང་ལ་བག་མ་ཁ་ཤས་འདི་ཆགས་ཡོད་ས་རེད་འདི་གཉིས་གཅིག་པ་རེད་བསམ་གྱི་ཡོད་ས་རེད་འོན་ཏེ་འདི་གཉིས་གཅིག་ལ་གཉིས་འཕྲོ་སོང་འདི program གཉིས་རེད་དགེ་རྒན་གཉིས་ཀྱི་རང་གཅིག་ཡོད་རེད། ཨཱ་ནི middle school summer math ཡང July གི་ནི August བར་དུ་ཡང་སྤུ་གུ། འབྲིང་རིམ་སློབ་གྲྭ་གི་སྤུ་གུ་དོན་ཚུལ་ལ་ཡང་ང་ཚོ་ཨང་རྩིས་ཨང་ཀི་ཞུ་བ་ནང་བཞིན་ད་ག་རང་ཡོད་རེད།

དེ་འདྲའི་ཡོལ་བ་ཡིན་ན་ནི་རྒྱས་བཀྲ་ཤིས་ལ་ཐད་ཀར་དེ་ལ་ཁ་པར་འང་དྲང་དོ་འོང་འདི་དང་ཨ་ནི་ཡིན་ད་ཡིན coaching at gmail dot com ཁྱོད་རང་ཚོ email བཏང་ན་འགྲིག་གོ་རེད་འོང་དེ་རིང་གི་ད་ཨང་རྩིས་ཀྱི་འཛིན་གྲྭ་ནང་ལ་ཨ་ནི་ངི་ལས་དེ་ད་ག་རང་ཡིན་ཨ་ནི་ཚང་མ་གི་ང་ཚོ་གི་ལས་ཀ་ལ་རྒྱབ་སྐྱོར་གནང་གི་འདུག་ཨ་དམིགས་བསལ་གྱི་ཕ་མ་ཚོ་དང་ཨ་ནི་སློབ་ཕྲུག་ཚོ་ལ་ཨ་ནི་ང་ཚོ་ཚང་མས་མཉམ་རུབ་ཀྱི་ལས་ཀ་བྱེད་ཆེད་ཨ་ནི་དེ་འདྲའི་གྲུབ་འབྲས་ཐོན་ཐུབ་རེད་ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་དང་ཐུགས་རྗེ་ཆེ་ཞུ་ཡ་ཡིན་ཐུགས་རྗེ་གནང།